ད་མཐའ་མ་དེ་ངས་འདི་ཞུ་ན་བསམ་སོང་ད་འདས་ཀྱི་ལས་ཐོག་སྲིད་སྐྱོང་མཆོག་གི་རུ་བ་ངེད་ཀྱི་ཁ་སང་གཉེན་མང་ཞུ་ཡིན་ཡང་སྲིད་ཡང་སྲིད་སོ་སོ་རང་ཉིད་གྲོགས་བྱས་ན་ངོ་དེབ་གང་ལེགས་དེ་ག་ཚོད་ཐུབ་ཐུབ་ཁྱབ་སྤེལ་བཏང་བསྡད་ཡོད་དེ་གང་ཟག་སྒེར་གཅིག་གི་ད་འདས་ཀྱི་སྲིད་སྐྱོང་སྤེན་པ་ཚང་ལ་ཁོ་རང་སྒེར་ཁྱབ་བསྒྲགས་བཏང་གི་ཡོད་མ་རེད་ང་ཚོས་སྒེར་ལ་རྒྱབ་སྐྱོར་ཞུ་གི་ཡོད་མ་རེད་རུ་བ་དེ་ཁོ་སྒྲིག་འཛུགས་ད་འདས་ཀྱི་ཞབས་ཀྱག། རེ་བ་སོ་སོའི་གི་སྒྲིག་འཛུགས་དེ་ལ་ངོས་འཛིན་བྱེད་ཆེ་བའི་ཐོག་ནས་ཨང་ཕྱག་ལས་གནང་སྟངས་དེ་ང་ཚོ་དངོས་གནས་ཁ་ཡོད་ལག་ཡོད་ཀྱི་ཐོག་ནས་ད་ལོ་རྒྱུས་ཀྱི་རང་བཞིན་གྱི་གྲུབ་འབྲས་ཞིག་ཐོན་ཡོང་གི་འདུག་བ་ད་ད་ནི་ཨ་རིའི་ནང་ལོག་གི་ཁྲིམས་འཆར་དེ་བོད་ཀྱི་ཐོག་ལ་ཁྲིམས་འཆར་དེ་གི་ཐོག་ལ་སྐུ་ལས་ག་ཚོད་སུ་བསྐྱོན་སོང་དུས་ཚོད་ཐུང་ཐུང་གཅིག་གི་ནང་ལོག་ལ། ཆབ་སྲིད་ཀྱི་ཐོག་ནས་དེ་ཚོ་དངོས་གནས་གནད་འགག་ཆེན་པོ་དང་གྲུབ་འབྲས་ཆེན་པོ་ཞུ་རུ་བ་ད་རྒྱ་བོད་ཆེ་རྒྱ་ཆ་མ་སོང་ནས་རྒྱ་ཆ་བདུན་ཅུ་དོན་ལྔ་སི་ལས་བསྡད་འདུག་བ། ད་དེ་ཁྲིམས་ཆགས་སོང་ན། རྒྱལ་ཁབ་གཞན་དག་མང་པོ་ཅིག་གིས་ཨ་རིའི་ནང་ཤན་ཕྱེད་བྱས། ཁྲིམས་གཏན་འབེབས་བྱས་ནས་ཕྱིན་པ་ཡིན་ན་ང་ཚོས་བོད་དོན་གྱི་ཐོག་ལ་མ་འོངས་པར་ཏན་ཏན་འདི་ལོ་རྒྱུས་རང་བཞིན་གྱི་གལ་ཆེན་པོ་ཞུ་བྱེད་ཆགས་དགོས་རུ་བ་ཆབ་སྲིད་ཀྱི་ཐོག་ནས། ཨ་རིག་གིས་འདི་བརྙན་ལ། ད་ལྟ་ར་ཏྲ་ལ་ནི། Reciprocal Access to Tibet Act། ལ་ནི་དེ་འབྲེལ་གྱི་གཏན་འབེབས་གནང་ཡོད་རེད། ཉིས་སྟོང་བཅུ་བཞི་ནས་དཀའ་ལས་བརྒྱབ་ཆེད། སྐབས་དེ་དུས་དཀའ་ལས་བརྒྱབ་མཁན་གཙོ་བོ་དེ་དག་ཨ་རིའི་ནང་ལོགས་ཀྱི། དམངས་གཙོ་ཚོགས་པའི་གི་གྲོས་ཚོགས་འཐུས་མི། Jim McGovern། ཁོ་རང་གཙོ་བོ་བྱས་པའི་གི་ད་ད་ལྟ། ཁོང་ཚོ་གྲོས་ཚོགས་འཐུས་མི་ཁག་ཅིག་རུ་བ་འདི་ནང་ལོགས་ལ་དངུལ་གནས་དྲངས་ནས་ཆོལ་ཁའི་གཅིག་སྒྲིལ་ཚོགས་པ་དང་དམངས་གཙོ་ཚོགས་པ་གཉིས་ཆ་ལོག་གི་གྲོས་ཚོགས་འཐུས་མི་གི་སྐུ་ལས་བསྐྱབས། གཙོ་བོ་འགན་འཁྱེར་ངེས་དེ་ད་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་སྐབས་དུས་དུས་ཀྱི་ད་ཉིས་སྟོང་བཅུ་བཞི་ལ་དཀའ་ལས་བརྒྱབ་མཁན་དེ། སྐབས་དུས་དུས་ཀྱི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་དང་ད་ཁ་ནང་བཞིན་ཚོགས་གཙོ་གཞོན་པ་བུ་ཆུང་སྐྱེད་ཚེམས་ལགས་རང་འབྲེལ་ཡོད་ཀྱི་བྱང་ཨ་རི་ནང་ལོགས་ཀྱི་སྤྱི་མཐུན་ཚོགས་པ་ཁག་གཅིག་དེ་འབྲེལ་གྱི་སྐུ་ལས་བསྐྱོན་ཆེད་ལོ་བཞི་དཀའ་ལས་བརྒྱབ་འདུག་དཀའ་ལས་བརྒྱབ་ནས་ཉིས་སྟོང་བཅོ་བརྒྱད་ཀྱི་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་དགུའི་ཉིན་མོ་དེ་ད་བོད་ནང་ལ་ཕར་འགྲོ་ཚུར་འོང་བྱེད་ཀྱི་ར་སྒྲ་ལངས་ཏེ་གཏན་འབེབས་བྱས་ནས་ཨ་རིའི་སྲིད་འཛིན Donald Trump གིས། ཉིས་སྟོང་བཅོ་བརྒྱད་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བ་བཅུ་དགུའི་ཉིན་མོ་དེ་ལ་ད Christmas གྱི་མ་སླེབས་ཚེ་གོང་དེ་ལ་མཚན་རྟགས་དུས་སྐྱོན་ཆེད་ཁྲིམས་འཆར་དེ་གཏན་འབེབས་གནང་རུང་བ་གནང་ཐུབ་པ་བཅས་བྱུང་ཡོད་རེད། སྐབས་དེ་དུས་བློ་བཟང་སེང་གེས་བཀའ་ཤག་རུ་བ་དེ་ཡིན་ནས་སྐབས་དེ་དུས་ཀྱི་གྲུབ་འབྲས་ཐོན་ཆེད Washington Post New York Times དེ་ཚོ་ཚང་མ་རྣམས་ལ་དེ་ཨ་རིག་གི་ཁྲིམས་འཆར་དེ་གཏན་འབེབས་བྱེད་རྒྱུ་གི་གནས་ཚུལ་དེ་ཐོན་ཡོད་རེད། བོད་མི་སྒྲིག་འཛུགས་ཀྱི་མཉམ་རུབ་བྱས་སོང་སྐབས་སྟོད་དུས་སྲིད་སྐྱོང་གི་མཉམ་རུབ་བྱས་སོང་ཐུགས་རྗེ་ཆེ་ཟེར་བ་ཚིག་གཅིག་མི་འདུག་བ་དེ Twitter དང། ངོ་དེབ་དང། དྲ་རྒྱ་མང་ཆེ་གཅིག་ནང་ལོ་གསང་རྒྱུའི་རྒྱུ་ལམ་ཆེ་ཁག་དེ་ཚོའི་ནང་ལོ་ལ་ཚང་མ་ལོ། ཨ་རིག་གི་གྲོས་ཚོགས་འཐུས་མི། Jim McGovern ཁོང་ཚོ་བྱས། རོ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང། དང་འབྲེལ་ཡོད་ཕྱི་སྲིད་ཀྱི་ཕྱི་འབྲེལ་ཚོགས་ཆུང་གྲོས་ཚོགས། ཕྱི་འབྲེལ་ཚོགས་ཆུང་གི་ད་གང་ལྟར་འབྲེལ་ཡོད་གྲོས་ཚོགས་ཐུབ་མིན་དེ་གས་འདི་ལ་བསྔགས་བརྗོད་ཆེ་ཡ་ཐུགས་རྗེ་ཆེ་ཞུ་ཡ། ད་ག་ནང་བཞིན་གྱི་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་གྱི་གཞུང་འབྲེལ་མིན་པའི་ཚོགས་པ་ཁག་དང་བྱང་ཨ་རི་ནང་ལ་ཡོད་པའི་གི་སྤྱི་དོན་ཚོགས་པ་ཁག་ཅིག་གིས་སྐུ་ལས་བསྐྱོན་བྱས་ཨ་ད་རིང་གྲུབ་འབྲས་ཐོན་སོང་ཟེར་ལ་ནི་ད་འདི་གསར་འགྱུར་རྒྱུད་ལམ་ཆེ་ཁག་ཚང་མ་ནང་དུ་དུ་བ། སྐབས་དུས་དུས་ཀྱི་བཀའ་ཤག་སྐབས་བཅོ་ལྔའི་བོད་ཀྱི་མཉམ་རུབ་རྩ་བ་མཉེན་བྱེད་ཡོ་མར་བ། སྟག་ཁོ་རང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་མཉམ་དུ་ལ་ང་ཚོ་ནི་ཨིན་ཇི་ནི་ཀྲིམ་བོག་ལེགས་རོ་དེ་འདྲ་རྒྱུ་ནི་གནང་མ་སོ་དེ་ང་ཚོ་མི་མང་མཐོང་བདེ་ཡོ་ར་བ། ཡིན་ནས་གྲུབ་འབྲས་དེ་ཁོང་རྣམ་པས་ཀྱི་སྐུ་ལས་ཀྱོན་ཆེ་ད་ཁྲིམས་གཏན་འབེབས་གཅིག་བྱས་ཡོ་ར་ད་ད་ལྟ་དེ་དངོས་གནས་བོད་དོན་གྱི་ཐོག་ལ་ཁྲིམས་འཆར་དེ་གལ་ཆེན་པོ་ཞུ་ཆེ། ཆགས་ཀྱི་ཡོད་རེད། ལོ་རྒྱུས་ཀྱི་ཐོག་ནས་ད་ག་ལྟར་བོད་དེ་རྒྱ་ནག་གི་ཆ་ཤས་མིན་པ་ཆེད་ལོ་རྒྱུས་ཀྱི་ཐོག་ནས་བོད་རང་བཙན་གཙང་མ་ཡིན་པས་ཀྱི་ད་རྒྱ་ནག་གི་འཁྱོག་བཤད་དེ་ཚོ་ཚང་མ་བློ་ལ་ད་ངོ་ལེན་མེད་པའི་ཐོག་ནས་ཨ་རིག་གི་ཁྲིམས་འཆར་དེ་འདྲས་ཤིག་གཏན་འབེབས་གནང་དགོས་རེད། འོ་དེ་ཚོ་གལ་ཆེན་པོ་ཞུ་བྱེད་ཆགས་བསྡད་དགོས་རེད། ད་ཕྱག་ལས་གནང་སྟངས་ཀྱི་ཐོག་ནས་དེ་འདྲས་ཤིག་རེད་དོ། ད་ལྟའི་ཀྱི་བཀའ་ཤག་གི་དངོས་གནས་དྲང་ནས་སྲིད་སྐྱོང་དང་དེ་ཚོས་ཀྱི་ཕྱག་ལས་གནང་སྟངས་དེ་བློ་བཟང་སངས་རྒྱས་ལ་འདྲ་བོ་གནང་ཡོད་ན་ང་ཚོ་ཡིན་པ་ཡིན་ནས་དེ་སྐད་རྒྱབ་རྫོགས་རྫོགས་ཀྱི་རོགས། བྱིས་པར་འཐུས་ཤོར་བཏང་སོང་རྩ་དོན་བྱེད་ཀྱི་མི་འདུག་སོ་སོ་སྒེར་གྱི་རྐུབ་བཀྱག་དང་གང་ཟག་སྒེར་ཆེན་པོ་བཟོས་ནས་འགྲོ་བསྡད་ཀྱི་འདུག། ང་ཚོས་འོས་བླུགས་ཡིན་ཁྱེད་རང་གི་ཕྱག་ལས་ཡག་པོ་གནང་གི་མི་འདུག་ལ་ང་ཚོས་བརྒྱ་ཆ་བརྒྱ་སྐད་རྒྱབ་ཀྱི་རེད། དེ་འདྲའི་སྐྱོན་བརྗོད་བྱེད་ཡ་གལ་མི་འདུག། མོག་པོ་བས་ད་བརྙན་ཐུང་འདྲ་མི་འདྲ་བཟོས་བྱས། ཨ་ནི་ཆོས་སྦྱང་ཆོས་བཤད་སི་ལབ་བྱས། དངོས་གནས་དྲང་གནས་ཀྱི་གཅིག་བརྙན་ཐུང་འདི་ཚོ་ཚང་མ་ལོག་ཨིན་ཇི་ནང Slow Motion དེ་འདྲས་བཟོས་ནས་ད་འཁྱོག་བཤད་དེ་འདྲས་བྱས་ད་གཞི་མེད་སྐྱོན་བརྗོད་བྱེད་ཡས་རྫོགས་ཨ་ནི་ད་དེ་འདྲས་གང་ལས་དེ་དུ་བ། འདི་མ་གཏོགས་གཅིག་གིས་དངོས་གནས་དྲང་གནས་ཁྲིམས་དང་སྒྲིག་གཞི་གཅིག་ནས་ཁྱོད་རང་གིས་དངོས་གནས་མ་དྲང་པ་དེ་འདྲས་ཅིག་གནང་གི་འདུག་ཆོལ་ཁ་གཅིག་ལ་ཁྱོད་རང་གིས་གཡེམ་རྗོད་བྱེད་ཀྱི་འདུག་སི་ལབ་ནས་ཚིག་གཅིག་གྲོས་ཚོགས་ནང་ལས་བཤད་ཐུབ་ངེས་མི་འདུག་བ་བཤད་ཡས་མི་འདུག་བ་ཁུངས་སྐྱེལ་དཔང་རྟགས་དང་མཆན། ཨ་ནི་གཞི་མེད་སྐྱོན་བརྗོད་དེ་འདྲས་རགས་བྱས་དེ།

མིང་འདི། གཞུང་འབྲེལ་མ་ཡིན་པའི་ཚོགས་པ་འདི་ཚོ་བེད་སྤྱོད་བཏང་གྲོགས་ཚང་དུ་རྒྱབ་ལོག་ནས། ཨ་ཞལ་འདེབས་སྡོད་ཀྱི་ཡོད་ཟེར་ལབ་ཅིག་གང་ལྟ་དངུལ་ག་ནས་ཡོང་ངེས་ཡོད་མེད་ལ་མ་ལྟོས་པའི་གང་ལྟ་ཁོ་རང་ཕར་འགྲོ་ཕར་འགྲོ་ཚུར་ཡོང་བྱེད་ཡས་དེ་ཚོ་ཚང་མ་ལོག་གྲོགས་ཚང་འདིས་ཁོ་ཕྱི་ལོག་ནས་བཏང་གི་ཡོད་དེ་གསལ་བོ་རེད་དོ། དེ་འདྲས་བྱས་བྱས་སྡིག་གི་ཞོར་ལ་ད་ད་ཁོ་རང་གིས་པར་ཅིག་བྱས་ཁྱབ་བསྒྲགས་ཅིག་སྒྲོག་དུ། ཡུ་རོབ་ཀྱི་ཟླ་འདྲ་མཉམ་འབྲེལ་ཡུ་རོབ་མཐུན་ཚོགས་ནང་རྒྱལ་སྤྱིའི་ཞིང་སྡེ་འདི་འདྲའི་ཁ་དམར་ཐོག་ཚོགས་ཁང་བཅོ་འཇུག་ཞིག་ནང་ལོག་ལ་དེ་ཡུ་རོབ་ནང་ལོག་གི་ཡུ་རོབ་ཀྱི་གྲོས་ཚོགས་འཐུས་མི་འདི་འདྲ་ཞིག་ཁོ་རང་སྒེར་གྱི་གོ་སྒྲིག་ཞུས་བཞག་རྒྱུ་ཅིག་རེད་དོ། དེ་གའི་གསར་འགྱུར་བརྒྱུད་ལམ་ནང་ག་ཡི་མཐོང་ཡ་མི་འདུག་ད་ལྡི་ཡའི་པད་སྐུ་མདུན་གྱི་ཡང་སྲིད་དང་འབྲེལ་བའི་ཐོག་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་སྲིད་སྒང་ལ་སྐད་ཆ་བཤད་རྒྱུ་ཡོད་ས་ལ་ད་བརྗོད་གཞི་འདི་འདྲ་བཞག་ནས་ཁྱབ་བསྒྲགས་བཏང་འགྲོ་འདི་གི་འདུག་བ་འདི་ཚོ་ཚང་མ་ལོ་དགའ་འདི་ཕོ་བྲང་ལ་རྩིས་མེད་རྡོག་རོལ་བཏང་དགོས་རོགས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡང་སྲིད་དང་འབྲེལ་བའི་ཐོག་ནས་རྒྱ་ནག་ལ་དགག་ལན་དང་དངོས་གནས་དྲང་གནས་ནུས་པ་ལྡན་པའི་གི་ལན་ལན་འདེབས་གསལ་བཤད་བྱེད་དགོས་འདུག་ན་དེ་ག་འདི་ཕོ་བྲང་གི་ནང་གི་རེད་མ་གཏོགས་ཁོ་རང་ལ་ག་འབྲེལ་བ་ག་མེད་བ་དེ། ད་མི་མང་ལ་ད་གོ་གོ་བཏང་བྱས་རུ་བ། ཨ་ནི་ཕྱིའི་བོད་དོན་ལ་རྒྱབ་སྐྱོར་བྱེད་མཁན་མི་རིགས་གཞན་དག་དེ་གའི་ཚོ་ལ་གོ་གོ་བཏང་བྱས་ཀུན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་དང་འབྲེལ་བའི་ཐོག་ནས་ཁོ་རང་ལས་ཀ་ཞིབ་ཅིག་བྱེད་ཀྱི་ཡོད་དོ་འདུག་འབྲེལ་བ་ཞིབ་ཅིག་ཆགས་ཀྱི་ཡོད་དོ་འདུག་གནས་ཚུལ་དེ་འདྲ་བཟོས་ཡོད་ཀྱི་ཆེད་དུ། ལས་ཀ་དཔེ་ཐོ་རངས་མ་བུའི་ཤ་སྟག་ཕྱིར་འགྲོ་སྟེགས་འདུག་ཨ། དེ་ཚོ་ཡིན་པ་ནི་དངོས་གནས་དྲང་གནས་ཀྱི་དགའ་འདུན་ཕོ་བྲང་ཁེངས་ཀྱི་ཡོད་པས་ན་དེ་ཚོ་དངོས་གནས་དྲང་གནས་ཉེན་བརྡ་བཏང་དགོས་ལ་བསམ་མ་ཐུབ། གཙོ་བོ་བཞག་རོགས་བྱོས། ནུས་པ་ལྡན་པའི་འགྲེལ་བཤད་དེ་དགའ་འདུན་ཕོ་བྲང་ནང་དུ་འགྲེལ་པ་གོ་རེ་ཡོད་མ་རེད། མ་འོངས་པར་ཡང་སྲིད་དང་འབྲེལ་བའི་ཐོག་ནས་བོད་བརྒྱུད་ནང་བསྟན་གྱི་བླ་སྤྲུལ་ཁག་བླ་ཆེན་ཁག་གིས་ཐུགས་ཐག་བཅད་ནས་ཕེབས་ཡི་རེད་གསལ་བསྒྲགས་ག་རེ་གནང་དགོས་འདུག་ན་གནང་གི་རེད། འདིའི་སྒང་ལ་བསྣུན་པའི་ཁ་སྣོན་དགོས་ཀྱི་ཡོད་པ་ཡིན་ན། དགོས་ངེས་ཅན་ཆགས་ཀྱི་ཡོད་པ་ནི་བོད་མི་སྒྲིག་འཛུགས་ཀྱི་ནང་གི་རེད། ལས་ཐོག་སྲིད་སྐྱོང་གི་ནང་གི་རེད་མ་གཏོགས་ཅིག་གིས་དེ་མི་དཀྱུས་མ་གཅིག་ཟུར་པ་ཆགས་ཚར་རྒྱུ་གཅིག་གིས་སོ་སོའི་གི་ངུ་ནས་དྲག་ནས་འབག་གུག་རྒྱག་ཡས་ཀྱི་ཆེད་དུ་སྐྱབས་མགོན་རིན་པོ་ཆེ་གི་མཚན་གནས་དེ་ཚོ་བེད་སྤྱོད་བཏང་དེ་འདྲས་འགྲོ་བསྡད་ན་ཡག་པོ་མ་རོགས་ཐབས་སྐྱོ་བོ་ཞུ་རོགས་དེ། ད་དུང་མི་མང་གི་ན་ལོ་ནས་ད་མགོ་མ་ཚོས་བྱས། རྒྱབ་སྐྱོར་བྱས་ནས་འགྲོ་བསྡད་འདུག་ཨ། ཧ་ཅང་བློ་ཕམ་ཡ་རེད་བསམ་གྱི་འདུག་རེད་བ། ད་མི་མང་གི་ཆབ་སྲིད་ཀྱི་གོ་རྟོགས་དང། སྒྲིག་འཛུགས་ལ་དོ་སྣང་ག་ཚོད་ཡོད་དམ་མེད་དེ་ད་ལྟའི་གསལ་བོ་ཆགས་ཡོང་གི་འདུག་སྤྱི་ཚོགས་ནང་ལོ་ནས་དངོས་གནས་དྲང་གནས་ཀྱི་མིང་མགོ་འཚོས་ངེས་སློབ་སྦྱོང་ཡོང་ངེས་ཉམས་མྱོང་ཡོང་ངེས་དེ་གས་དེ་ལྟར་བློ་བཟང་སེང་གེ་ལ་སྐད་ཆ་ཉན་ག་ལ་བརྙན་ཐུང་ནང་མཐོང་ཡས་འདུག་བ་མི་མཐོང་ཡས་འདུག་བས་དེ་འདྲས་ས་གནས་ཁག་ལ་དེ་བྱེད་པའི་སྐབས་ལ་བཅར་མཁན་ཡོག་མ་རེད་འགྲོ་གི་མ་རེད་བ་སྐད་ཆ་ག་རེ་བཤད་དགོས་མེད་ཤེས་ཤེས་རེད་ཁོ། རྒྱལ་མོ་གླང་ཆེན་བུ་རྒྱལ་མོ་གླང་ཡའི་སྐད་ཆ་ར་བཤད་ཡ་མ་འདུག་ཅིག་རོ། གཞོན་སྐྱེས་ཡོད་ན་གཞོན་སྐྱེས་དགའ་ཡའི་སྐད་ཆ་བཤད་ཀྱི་རེད། ས་གནས་ཁག་གི་ལྷོ་ཕྱོགས་མི་མང་པོ་ཡོད་ན་ཡང་ལྷོ་ཕྱོགས་ཁག་མི་དགའ་ཡའི་སྐད་ཆ་བཤད་ཀྱི་རེད་དར་ཇི་གླིང་མི་མང་པོ་ཡོད་ན་དར་ཇི་གླིང་ང་ཚོའི་དར་ཇི་གླིང་དང་ང་ཚོའི་དར་ཇི་གླིང་ཏེ་བཤད་ནས་འགྲོ་བདེ་རེད་ཁམས་དང་མོས་པ་སྐབས་དང་དུས་ལ་མི་མང་མགོ་སྐོར་བཏང་འགྲོ་བདེ་གོ་ར་དེ་ཚོ་ཡག་པོ་མ་རེད་ཐབས་སྐྱོ་བོ་ར་ཡིན་ནམ་མི་མང་མགོ་ནམ་ཡང་འཁོར་གི་མ་རེད་ད། ད་ལོ་ཆུ་ནང་ལོ་ང་ཚོ་མཐོང་སོང་བ་ག་ཚོད་ཚོད་འཇོན་ཡ་ཡོད་ག་ཚོད་ཚོད་འཕག་འཚག་རྒྱག་ཡ་ཡོད་མེད་དེ་ང་ཚོ་མཐོང་ཚར་སོང་བ། ལར་ནས་ཁམས་ཕྱོགས་ཉི་ཤུ་ཁམས་ཆུ་ལྡན་འདྲེ་བྱེད། ག་འདྲའི་ཐབས་སྐྱོ་བོ་གང་ཤོར་སོང། ཉིན་མ་གཅིག་ཁྲིམས་ཁང་ནང་རྡུང་པ་དེ་འགའ་སླེབས་མེད་བ་བཀའ་བློན་འདི་གས་དེ་བཏང་ཞེས་བཀའ་བློན་གཅིག་གི་ཚིག་གཅིག་ཁ་གྲགས་ཐུབ་མ་སོང་བ། བྱང་ཨ་རིའི་དོན་གཅོད་འཕོ་འགྱུར་བཏང་ཚར་སོང་ལ་སྤྱི་མོས་ཀྱི་ཨིསི་ལན་ག་ཚོད་རྩིས། ཁ་བདེ་བོ་བཤད་སོང་ཕྱུགས་རིགས་བཀའ་བློན་གཡུ་ཐོག་ཀ་མ་ཀི་ལེ་ལགས་ཀྱིས་ག་ཚོད་རྩིས་ཞལ་བདེ་བོ་གསུངས་སོང་ཡིད་ཆེས་བརླགས་སོང་ཟད་འདུག་ཁྲིམས་ཁང་ནང་སླེབས་ཡོང་དུས་ཁ་ཚིག་གཅིག་སྐྲག་ཐུབ་མི་འདུག་བ། འདི་རེད་ད། དོག་རྒྱ་འདི། ད་འདོད་རྒྱལ་སྤྱིའི་ནང་ལ་བོད་དོན་དང་འབྲེལ་བའི་ཐོག་ནས་སྐད་ཆ་བཤད་ཡོད་གཞོན་སྐྱེས་ལ་སློབ་སྟོན་བྱེད་ཀྱི་ལ་དངོས་གནས་དྲང་གནས་ཕ་མ་ཚོ་དགོངས་པ་བཞེས་སྐུ་གུར་དང་པུ་གུ་བཏང་དང་མ་བཏང། པུ་གུ་ལ་མིག་དཔེ་ཡག་ད་བསྟན་ཡ་ཚབ་ལ་ད། བབས་ཁོ་རང་བསམ་བློ་ན་ཐུག་བླུགས་འདུག་བོད་སྐད་སྦྱང་བ་མར་ག་ཡོད་མ་རེད། ད་དེ་གོ་རྒྱུ་ག་རེ་བཏང་དགོས་རེད་ད་ག་རེ་ལབ་དགོས་རེད་ད་ག་རེ་བཤད་དགོས་རེད་དེ། སྔོན་ན་དྲང་ནས་བློ་བཟང་སེང་གེ་ལ་ཁོ་རང་སྐད་ཆ་བཤད་དུས་བསམ་བློ་ཡག་པོ་མ་གཏང་ཁ་ན་དོན་ཚད་ཚང་མ་བཤད་ནས་འགྲོ་བསྡད་འདུག་ཨ་མི་མང་ཁ་ཅིག་ན་དཔེ་རྒན་མོ་རེད་འདུག་འདུག་དེ་རྒན་མེད་པའི་རྟགས་རེད་གཞན་དག་ཁ་མཁན་མ་རེད། སྤྱི་ཚོགས་ཀྱི་འགན་འཁྱེར་དགོས་མ་རེད། སྒྲིག་འཛུགས་གནས་སྟངས་འདི་འགོ་འཚོལ་དགོས་མ་རེད་ཨ་ན་གང་ཟག་གི་རྐུབ་ལ་བལྟ་ཁྲ་ཁྲ་སིང་སིང་བལྟ་རྒན་མོ་ཤོག་ལག་པ་བརྡབ་ཨ་ན་འགྲོ་བཞག་རེད་ད། དེ་འདྲའི་སྤྱི་ཚོགས་ཤིག་ཆགས་སོང་ན་ད་ང་ཚོ་མ་འོངས་པ་ལ་བོད་དོན་ལ་ཡི་ད་ག་བ་ག་བ་སླེབས་ས་རེད་ད། ཞི་བོ་གཅིག་གི་སེམས་ཤུགས་ཡོད་གཏོང་དུ་ཆེད་བོད་རྒྱལ་དར་རྐེད་ལ་གོན་བྱས་ནས་རྒྱ་མིས་དཔོན་པོ་གླེང་ཡོང་དུས་སྐད་རྒྱབ་མ་རྒྱབ་ག་ཡེ་མི་འདུག་བ་དེ་སྒྲིག་འཛུགས་ཁོ་རང་གཏོར་ཡོང་དུས་ཚོར་བ་མེད་སྐྱོ་མི་མང་གི་ནང་ལ་མང་པོ་འདུག་བ་དེ་འདྲའི་གནང་ནས་ཞུ་བས་ཡོག་མ་རེད། དཔེ་ཆེད་སོ་སོའི་སྒེར་གྱི་ལྟོ་གོས་དེ་ཚོ་ཡིན་དང་ཡིན་ཞར་དང་ཤོར་ལ་ཨ་ཅི་བས་ཀྱི། སྤྱི་ཚོགས་ཀྱི་དངོས་གནས་དྲང་གནས་ཆབ་སྲིད་གནས་སྟངས་ལ་ཐུགས་སྣང་གནང་དགོས་རེད་མི་མང་གི་ནང་ལོག་ནས་དེ་ཞན་ཆ་ཆེན་པོ་ཞུ་བཞི་འདུག་དེ་ཚོ་ང་ཚོ་ཡར་རྒྱས་གཏང་དགོས་འདུག་བསམ་གི། ང་ཆབ་སྲིད་ལ་དོ་སྣང་མེད་ང་གཅིག་མེད་ལ་ཡ་བསྡད་ཡོད་མ་རེད་ང་ཚོའི་གི་དངོས་གནས་མི་ཐོག་དེ། འཐབ་རྩོད་པ་གི་མི་ཐོག་ཅིག་ཆགས་བསྡད་དགོས་བཙན་བྱོལ་ནང་སླད་ཡོད་དགོས་རང། དེ་ཡིན་དུ་ང་དོ་སྣང་ཡོད་དང་མེད་དང་ང་ཆབ་སྲིད་དང་འབྲེལ་བ་ཡོད་མེད་དེ་འདྲའི་བསྡད་དེ་ངན་དེ་ཚོ་དངོས་གནས་དྲང་གནས་མགོ་རུལ་ནས་རྣ་བ་མ་ཚོས་ལ་བསྡད་དེ་ངན་དེ་ཚོ་ཡག་པོ་མ་རེད་དེ་ལས་རྒྱུ་འབྲས་ཀྱི་འགྲོ་གི་མ་རེད་འགན་ཁྱེད་དགོས་མ་རེད་གཞན་དག་ཁ་ཁའི་མ་རེད། སུ་བྱས་ལ་བསྒྲགས་བསམ་བོ་བྱས་འམ་བ་འདྲེ་པ་འདྲེ། རྒྱལ་ཁག་འཁྲུངས་སྐར་དེ་འདྲ་ལ་ཆིངས་ཞལ་ར་དང་ཚང་མ་ལ་ཧ་ཧུ་ལགས་སྤྱི་ཚོགས་ནང་ལོག་ལ་མི་ནང་ངོ་ཤེས་དགོས་གསུས་འཁྲབ་གི་འདུག་ག་འདྲེས་འཁྲབ་གི་འདུག་སྦག་ག་འདྲེས་གོན་ནས་ཡོང་གི་འདུག་དེ་ཚོ་ཚང་མ་ལ་མཁྱེན་དགོས་ཧ་ཅང་གལ་ཆེན་པོ་རེད་དེ་འདྲ་མི་མང་ལྟ་ཟབ་ས་གནང་ཡ་དུས་ལ་སླེབས་ཤགས། དུས་ཚོད་སྔོན་ན་དྲང་གནས་ཀྱི། རྫ་དྲག་གི་དུས་ཚོད་ཅིག་དངངས་སྐྲག་སྐྱེས་དགོས་ཅིག་དོ་སྣང་ཡོད་ན་དོ་སྣང་མེད་ན་ད་ག་རང་རེད་ཨ་ནི། སོ་སོ་ལྟོ་གོས་དེ་བྱས་འགྲོ་བཞག་ནས་དཀའ་ངལ་ཁ་ཁྱག་ཡོད་མ་རེད་སོ་སོ་སྒེར་ལ། ད་རམ་ས་ལ་སྒྲིག་འཛུགས་དེ་གནས་མ་ནས་ཆགས་བསྡད་འདུག་བ། ད་གང་བྱུང་མ་བྱུང་བཟོས་ཚར་སོང་དམ་འབུལ་ཕུལ་ས་ཚང་མ་ལོ་སྤྱི་འཐུས་ཚོགས་གཙོ་ལ་ཕུལ་ཡས་བཟོས་དེ་འདྲའི་ག་བ་ཡོད་རེད་ད། ཨོ་དེ་འདྲའི་ཅིག་ཞུ་བའི་ཐོག་ནས་ད་ངས་སྐད་ཆ་དེ་བསྐྱར་ལྟས་ཡང་ལྟས་ཆགས་ཀྱི་འདུག་རྣམ་པ་ཚོ་ལ་ཏན་ཏན། སྙན་ཤོག་ལ་སྙན་པོ་ཟེར་ག་ཡོད་མ་རེད་ཡིན་ན་ད་མ་ཤེས་ཀ་མེད་རེད་ཤག་བསྐྱར་ལྟས་ཡང་ལྟས་ཆགས་དགོས་རེད་དེ་ན་ཚོགས་མི་དེ་འདྲ་གསུང་ཡས་བྱུང་སོང་ད་ཡང་བསྐྱར་ལྟས་ཡང་ལྟས་དེ་འདྲས་འདུག་ཟེར་ནས་ཚོགས་མི་ཁག་ཅིག་གིས་གསུང་སྐད་ཤོར་གྱི་འདུག་ཁག་ད་ཡོད་མ་རེད་བསྐྱར་ལྟས་ཡང་ལྟས་ཆགས་དགོས་རེད་ད་ང་ཚོ་མ་ཤེས་ཀ་མེད་རེད་ལས་ལ་དེ་འདྲས་འགྲོ་གི་ཤོག།

སྲིད་སྐྱོང་བྱེད་པའི་སྐབས་ལ་ལས་ཀ་ག་རེ་ག་རེ་བྱས་ཡོད། སོ་སོ་མིང་ག་བ་ག་བ་བཟོས་ནས་ཕྱིན་ཡོད་སོ་སོ་བག་སྒུག་ག་ཚོད་ཟིག་བརྒྱངས་ཡོད། དེ་ང་ཚོ་ཚང་མ་ལོ་ཤན་ཤན་རེད་བ་དེ་གཞི་མེད་སྐྱོན་ཆོས་ག་གལ་མ་རེད་དེ་ཚོ་སྐད་ཆ་སྒྲུབ་མང་པོ་ཡོད་བ། དེ་ཚོ་ཚང་མ་ལོ་རིམ་པས་གི་ད་ང་ཚོ་རེད་བ། བློ་བཟང་སངས་རྒྱས་ལ་ཁོ་རང་ག་ཚོད་མང་དོན་དང་དེ་ག་ཚོད་ང་ཚོ་མང་ང་ཤེས་དགོས་ཁྱེད་ཀྱི་རེད། ཤེས་ཀྱི་རེད་ཁ་ཙུམ་ནས་ནམ་ཡང་བསྡད་ཀྱི་མ་རེད་ད་དེ་གང་ཟག་ཁོ་རང་རང་ལབ་ཡོད་དེ་ནད་པས་ནད་སྐྱོ་བ་ས་ལ་ཨམ་གྱིས་ནད་མ་སྐྱོ་བ་དེ་འདྲ་ག་ཡོད་མ་རེད་ཆོལ་ཁའི་གནས་ཚུལ་བཟོས་དགོ་ཡ་ག་ཡོད་མ་རེད་སྤྱི་ཚོགས་ནང་རྣམ་འགྱུར་བསྟན་དགོ་ཡ་ག་ཡོད་མ་རེད་རེད་བ། འགྲིག་གི་མེད་ན་ཁོ་རྒྱུ་མཚན་བཤད་ཡོད་ན་ཁབ་ཐུག་བཤད་ན་འགྲིག་གོ་རེད་མ་རྣམ་འགྱུར་འདྲ་བོ་བསྟན་ན་ང་ཚོ་ལ་ཁྱད་པར་ཁ་སྐད་འགྲོ་གི་མ་རེད་དགའ་མ་དགའ་དེ་འདྲ་ཕྱིན་རེད་བ། ང་ཚོ་བོད་པའི་གཏམ་དཔེ་བྱོས་རེད་བ། རྨོངས་བྱེད་ཀྱི་བདེ་བ་གཞུང་ལ་ལོ་ལྔ་འཕྲོད་འདིར་དེ་བདེ་བ་གཞུང་གི་ཧ་གོ་གོ་མ་རྨོངས་མོ་རང་འཕྲོད་དེ་ཧེ་རུ་མ་འདུག་ཅིག་དེ་འདྲའི་གནས་སྟངས་འདྲ་བོ་ཆགས་ཀྱི་རེད་འགྲིག་གི་མེད་བས་ན། དངོས་གནས་ཁོ་འགྲིག་གི་མི་འདུག་ཁྱེད་རང་སྐད་ཆ་དེ་འདྲའི་ཅི་ཞིག་མེད་སྐྱོན་བརྗོད་ཆགས་ཀྱི་འདུག་སི་ལ་ནས་སྐད་ཆ་བཤད་པ་ན་ང་ཚོ་བདག་གཞས་བྱེད་ཆོག་གི་རེད། དེ་མེད་བ་ཅིག་ལ་ཆོལ་ཁའི་གི་གནས་ཚུལ་བཟོས་ཨ་ནི་ཅིག་མ་ཡིན་པ་ཡིན་མདོག་མདོག་བྱས་བྱས་ནས། སྤྱི་ཚོགས་ནང་ལོགས་ལ་དངོས་གནས་དྲང་གནས་ཀྱི་མི་མང་ཉམ་ཆུང་འདི་ཚོ་གཉའ་གཉའ་ཤོ་ཤོ་བཏང་ཡས་དང་ཅིག་རྫིག་རྫིག་བསྐུར་ཡས་དང་འདིའི་རིགས་དེ་ཚོ་རྩ་བ་ཉེར་འགྲུག་མ་རྟ།

རུ་བ། སྤྱི་ཚོགས་དྲ་ལམ་འདི་གི་ཕན་ཐོགས་དེ་འདི་ཡོད་རེད་མི་མང་པོ་ཅིག་ལ་སྙོབ་འགྲོ་སྐོར་ད་ལྟ་ད་ལྟ་སྐད་ཆ་འདི་ཚོ་ག་བ་ག་ས། སླེབས་ཐུབ་སྐོར་སྙོབ་ཐུབ་སྐོར་རེད་དེ་འདྲས་ཀྱི་ཐོག་ནས་སྤྱི་ཚོགས་དྲ་ལམ་འདི་ཚོ་བེད་སྤྱོད་ཡག་གཏང་ཐུབ་བས་ན་ང་ཚོ་སྤྱི་ཚོགས་ཀྱི་ཐོག་ལ་དངོས་གནས་དྲ་གནས་ཀྱི་ཞབས་ཕྱི་ཞུ་ཡས་རེད། མི་མང་གོ་རྟོགས་སྤེལ་ཡས་གཉིས་སེ་དེ། སོ་སོ་ཅིག་གིས་ཁྱོད་ཚོས་དཔག་ཚོད་ཀྱིས་ལས་ཀ་ཅི་བྱས་ཡོད་རེད་སྤྱི་བ་ལ་ཕན་པ་ཅིག་མི་དམངས་གཉིད་སད་དགོས་ཡོད་ཧ་ཅང་གལ་ཆེན་པོ་རེད་ཤག་རོ་ཨ་དེ་འདྲ་ཡིན་དེ་དུས་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཚོ་གོ་གི་འདུག་གོ་གི་མི་འདུག་དཔལ་འབྱོར་གྱི་འདི་དུ་བ་ལྕགས་ལ་བཙོང་ཅིག་མང་པོ་ཅིག་བཙོང་གི་འདུག་བ་དེ། དཔལ་འབྱོར་སྡུག་གི་བྱེད་དགོས་དེ་ཚོ་ད་ཉོ་གོ་གི་འདུག་གོ་གི་མི་འདུག་སྒོར་མོ་སྔ་རྗེས་ཞལ་འདེབས་རྒྱག་བའི་ནས་ད་དེ་ང་ཚོ་སྤྱི་བ་ལ་ཕན་པ་ཅིག་ཆགས་ཀྱི་འདུག་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ང་ཚོའི་གི་ད་ལྟ་གཅིག་སྒྲིལ་ལ་གནོད་བྱེད་མིའི་གི་ཆབ་སྲིད་ལག་ཆ་བེད་སྤྱོད་ཆགས་ཀྱི་འདུག་དེ་ང་ཚོ་མི་དམངས་ཀྱིས་རྒྱབ་སྐྱོར་མ་བྱེད་སྙམ་དགོངས་པ་བཞེས་གོ་གི་འདུག་ད་ངེས་པར་དུ། དགོངས་པ་བཞེད་དགོས་དུ་མ་གཏོགས་བྱེད་ཀྱི་འདི། གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཚོ་ག་ལེ་ག་ལེ་དང་པོ་ཐོག་མར་དམིགས་ཡུལ་དེ་དྲ་རྒྱའོ་ཞུ་བྱེད་བོད་ཀྱི་རྩ་དོན་དང་རང་བཙན་དང་ཅིག་ཞུ་བྱེད་ཆེད་ད་ད་ད་ཆབ་སྲིད་རང་ལག་ཆ་ཆག་གི་འདུག་ཨ། བོད་གཞུང་ལྷན་ཚོགས་དེ་ཚོ་ཆབ་སྲིད་ལག་ཆ་རང་རེད་ཞིང་དག་ཁ་ཁའི་མར་བ། བོད་མི་སྒྲིག་འཛུགས་གནས་སྟངས་དེ་འདྲས་ཆག་ཡོད་ད་མི་མང་ཆབ་སྲིད་གོ་རྟོགས་སྤེལ་ཁ་དྲུག་ལོངས་དངོས་གནས་དྲ་ནས་མི་མང་ལ་གདོང་བསྟན་ཤེས་ནས་དེ་འདྲས་ཅིག། ཁྱབ་བསྒྲགས་བཏང་ཐོ་ནས་ཡག་པོ་རོ་ངོ་མ་ཚར་ནས་ཡག་པོ་རོ། ད་ལྟའི་གནས་སྟངས་དེ་འདྲས་ཀྱི་སྒང་ལ་ཁ་གྲག་ཐུབ་ཁོག་མ་རེད། སྐད་ཆ་བཅས་བཤད་ཐུབ་ཁོག་མ་རེད་གསལ་བསྒྲགས་བཅས་བྱེད་ཐུབ་ཁོག་མ་རེད། ཐ་ན་རོགས་དམག་ཡི་གེ་བཅས་བཏང་བས་ནི་འགྲིག་འདུག་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཚོ་གིས་བོད་དམངས་སྤྱི་མཐུན་ལྷན་ཚོགས་ཚོགས་གཙོ་གི་མཚན་ཐོག་ལ་ཡི་གེ་བཏང་འགྲིག་འདུག་རྒྱུན་ལས་དེ་གའི་དེར་ཁྱོད་ཚོ་གནང་སྟངས་འགྲིག་གི་མི་འདུག་ལབ་ཅིག་དེ་འདྲས་བཅས་བྱེད་ཐུབ་ཁོག་མ་རེད། ད་ཚོགས་པ་གོ་ཡས་འདུག་གོ་ཡས་མི་འདུག་ང་ཚོ་མི་མང་གི་དགོངས་པ་བཞེས་ཡས་རེད་ཤག། ཨོ་དེ་འདྲའི་རིགས་ཐོག་ནས་དེ་ཙམ་བཞག་གི་ཡིན་ངས་སྒང་ལ་ཡག་སྙན་པོ་ཟེར་ག་ཡོད་མ་རེད། ཚོགས་པ་འདི་ནང་ལ་ཡོད་པའི་གི་མི་མང་ཚོ་ལ་ངས་རྒྱག་གཏམ་ཞུ་བ་དང་དེ་འདྲ་ག་མེད། ད་སྐད་ཅིག་མ་རྒྱག་ཀ་མེད་འགྲོ་ཅིག་ཆགས་འདུག་ཨ། དེ་འདྲ་ཡིན་དུས་མུ་འཐུད་ནས་སྐད་ཆ་བཤད་གི་ཡིན་སྐད་རྒྱབ་ཀི་ཡིན། དྲང་པོ་ཡོང་གི་མིན་སྟབས་ང་ཚོས་སྐད་རྒྱག་དགོས་གི་རེད་དེ་སྐད་ཆ་བཤད་ཡས་ལ་བློ་འོག་སྙིང་སྟོབས་དགོས་གི་རེད། ཚང་མ་ལ་བཤད་ཐུབ་དགོས་གི་རེད་དེ།